མཛའ་ཞིང་བརྩེ་བའི་སེང་གེ་འབྲོག་པ་རྣམ་པ་ཁྱེད་ཚོ་བདེ་མོ་ཡིན་ན་ང་སང་ཉན་པོ་ཡིན། ད་ལྟ་ཡང་ཨ་ཕོ་ལིག་རྫིས་འཕྲིན་སྟེགས་བརྗིད་ལས་རྣམ་པ་སུ་ཉན་ལ་མ། རྩོམ་པ་པོ་ནག་པོ་སྐལ་བཟང་ལགས་ཀར་བརྩམས་ནོ་གི། སྙལ་བཟང་ནང་ན་ཀི་རིའི་མི་ཞེས་པའི་ལས་ཨག་ཟིན་པ་དེ། ནག་ཚོང་ཚོགས་པའི་སྡིག་རྩུབ་ལ་བཀྲ་རྡོར་ཁྲིད་དེ་ཡ་ལན་ལོག་ཞེས་པའི་བསྟོད་ཆ་སྒྲོག་འདོན་བརྗོད་ཡིན་ཁྱེད་ཅག་གི་ཐུགས་འདུན་དང་འཚམས་པའི་བཀྲ་ཤིས་སྨོན་འདུན་ཞུ། དེ་ནི་སྐུ་ཞབས་ཀྱིས་མགྲོན་ཁང་གི་ཁང་བ་ཞིག་ན་ཐ་མག་ནག་པོ་ཐེབས་མཛོད་འདྲ་བ་ཞིག་ཁ་ནང་ལ་བཙུགས་ཏེ་མེ་དགོས་ནས་ཤུགས་ཀྱིས་བསྔུབས་ཤིང། མིག་གིས་བྲེལ་འཚུབ་དང་བཅས་སྒོ་ནང་ལ་བལྟས་ནས་བསྡད། ལྷ་སྒྲོན་ནང་ལ་ཡོང་སྟེ་ཐེན་སྐུ་ཞབས་ཀྱི་རྣ་རྩར་ཨོ་ཞིག་བྱས་རྗེས། ཐེན་སྐུ་ཞབས་ལགས། ཀྲང་ཀྲོང་གིས་སྒོ་གྲོང་ན་སྒུག་ཡོད་སྐད། ཟེར། ནང་ང་བས། ཞེས་ཐན་སྐུ་ཞབས་ཀྱིས་སྐད་ཆ་དེ་བཤད་རྗེས་ད་གཟོད་རང་ལ་འཚུབ་ཆ་ལངས་གིན་ཡོད་པ་ཤེས་བྱུང། ལྷ་སྒྲོན་གྱིས་ཐན་སྐུ་ཞབས་ཀྱི་ངོ་ལ་ཡིད་ཙམ་བལྟས་ཤིང། སེམས་ལ་དོགས་སྣང་བཏང་རྗེས་ཀྲང་ཀྲུང་འབོད་དུ་སོང། ཀྲང་ཀྲུང་ནང་ལ་སླེབས་པ་དང་ཐན་སྐུ་ཞབས་ཀྱིས་ལུས་སྟོད་སྐུ་བརྟགས་ཀྱིས། རྒྱབ་ཤིང་ལ་བསྔས་ཏེ་ལྷ་སྒྲོན་ལ། ཁྱོད་རང་སྒོ་ལ་སོང། ཞེས་ལག་བརྡ་བསྟན་ཏེ་ལྷ་སྒྲོན་ཕྱི་ལ་བསྔགས། སྔ་དྲོན་ཕྱི་ལ་སོང་སྟེ་གནའ་ཕྱོགས་དགོས་ངེས་ལ་བརྟེན་ནས་ཉན་ན་ཡང། ཁ་བརྡ་ཅི་ཡང་ཐོས་ཀྱི་མི་འདུག། དེ་ནས་ཁོ་མོ་མགྲོན་ཁང་གི་མི་སྒུག་སར་སོང་ནས་འབོལ་ཁྲི་ཞིག་གི་སྟེང་ནས་བསྡད། ཡིན་ན་ཡང་དེ་ནི་སྐུ་ཞབས་དང་ཀྲང་ཀྲོང་གཉིས་ཀྱི་རྣམ་འགྱུར་ལ་བལྟས་ན་གསང་བ་ཆེན་པོ་ཞིག་ཡོད་ལ། གསང་བ་མཐའ་དག་ལག་ལ་མ་ཁྱེར་ན། དེ་ནི་སྐུ་ཞབས་ཀྱིས་ཁོ་མོར་དགོས་དུས་རྡོ་རྗེ་དང་མི་དགོས་དུས་གདོན་རྫས་ཀྱི་བཞིན། འདོར་ཁོ་ཐག་རེད་སྙམ་བཞིན། རྐང་བའི་སྟེང་ལ་རྐང་བ་གཅིག་བཙགས་ཤིང། གཡོན་ལག་གི་གྲིབ་མོ་པུས་མོའི་སྟེང་ལ་བཞག་སྟེ། ལག་པའི་ལྟག་རྒྱབ་ཀྱི་འགྲམ་པར་བསྐྱོར་ནས་བསམ་བློ་གཏོང་སྐབས། ཕར་འགྲོ་ཚུར་འོང་གི་སྐྱེས་ཕོ་མོ་རྣམས་ཀྱིས་ཁོ་མོ་ལྟ་བཞིན་ཡོད་པ་མཐོང། ཁོ་མོས་རེམ་པ་སྐམ་གྱི་ཚགས་པར་ཞིག་བླངས་ནས་ལྟ་སྐུལ་བྱས། ཆུ་ཚོད་སྐར་མ་བཞི་བཅུ་ཡས་མས་འགོར་རྗེས། གྲང་གྲོང་མགྲོན་ཁང་དེར་སྒུར་འོས། ཁོ་མོས་ཡུད་ཙམ་ལ་བསམ་བློ་བཏང་རྗེས་མྱུར་དུ་མགྲོན་ཁང་གི་སྒོ་བར་དེད། སླར་སྟོང་རླངས་འཁོར་ཞིག་བཀག་ནས་ཀྲང་ཀྲུང་གི་རླངས་འཁོར་གྱི་རྗེས་བསྙེགས། ཀྲང་ཀྲུང་རང་གི་ཁང་བའི་ནང་ལ་སོང་བ་དང། མལ་ཁྲིའི་འོག་ནས་གོ་སྒམ་ཞིག་བླངས་ཏེ་སྒམ་ཁ་ཕྱེ་བ་ན། སྒམ་ནང་ན་འཇར་མན་ནས་བཀྲམ་པའི་ཨེམ་ཕི་ལྔ་ཁའི་ཆུང་འཇིགས་གྲུབ་མདའ་ཞིག་མངོན་བྱུང། ཁོས་གྲུབ་མདའ་ལག་ལ་བླངས་ཏེ་ཕར་ལྟ་ཚུར་ལྟ་ཞིག་བྱས་རྗེས།

སུ་ཡིན། ཞེས་དྲིས། ང་ཡིན། ཞེས་བུ་མོ་ཞིག་གིས་ངག་འཁྱལ་བཏང་རྗེས། ཁྱེད་ཀྱིས་ངའང་མི་ཤེས་སམ་ཟེར། ཀྲང་ཀྲུང་གིས་སྐད་ཆ་དེ་ཐོས་པ་དང། རྒྱང་སྨྱོན་ལ་སོང་བའི་ར་མ་ཞིག་གིས་སྔོ་དྲི་བསྣུན་པའམ་སྔོ་ཐུང་བ་ཇི་བཞིན་ཨོ། ལྷ་སྒྲོན། ལྷ་སྒྲོན་ཡིན་ནམ། ཞེས་སྐད་ཅིག་དེ་གཉིས་ལ་གྲུབ་མཐའ་སྒམ་ནང་ལ་བཅུག་སྟེ་མལ་ཁྲིའི་འོག་ལ་བརྫངས་བ་དང། ལྷ་སྒྲོན་ལ་རེམ་པ་དགོས་ཞེས། ལྷ་སྒྲོན་ཁང་བའི་ནང་ལ་ཡོང་སྟེ་བྱིངས་ངའི་ན་རྒྱར་ཡོད་པའི་མཛེས་མའི་འདྲ་སྤར་མང་བོ་བལྟ་ཞིང། རྐང་བའི་སྔ་རྟིང་གིས་ཚ་ལ་རྡེབ་བཞིན། དགོས་ངེས་འཆར་ཡན་གྱི་སྤྲོ་བ་ལྡན་འདུག་ཟེར་བ་དང་ཀྲང་ཀྲུང་ལ་མིག་གི་ཟུར་མདའ་ཞིག་འཕངས། མིག་གི་ཟུར་མདའ་དེས་ཀྲང་ཀྲུང་གི་ལུས་སྟེང་ལ་གཡས་ལོགས་ཀྱིས་བརྒྱབ་པ་བཞིན་རྐང་མཐིལ་ནས་ལྕགས་རྩིག་བར་དུ་ཚ་ལམ་མེར་བཏང། ཀྲང་ཀྲུང་གིས་བལྟས་བལྟས་ལ་མ་བསྡད་ན་ལྷ་སྒྲོན་མིག་ལམ་ནས་བྲོས་འགྲོ་བ་བཞིན་མིག་གིས་ལྷ་སྒྲོན་ལ་ལྟ་ཞིང། སྒོ་འཕྲོག་སའི་ལྟད་རྒྱས་ཆོས་རྡོལ་ཆོས་རྡོལ་གྱིས་ལྷ་སྒྲོན་འབོད་ཁྲིའི་སྟེང་ལ་རྡོལ་དུ་བཅུག། ལྷ་སྒྲོན་གྱིས་ཅོག་ཙེའི་སྟེང་ལ་ཀ་རིའི་སྡེར་ཀ་བསྒྲིགས་ཀྱང། དམར་ཤོག་གིས་གཡོགས་པའི་སེ་ཆང་འདྲེན་པའི་གྲང་གྲོང་ལ་ལྟ་བཞིན་གྲང་གྲོང་གི་ཁ་ནང་ནས་ཚིག་བསླད་ན་རང་ཉིད་ཀྱི་ཡིག་མོར་སྒོ་ངོམ་དགོས་སྙམ་ནས་སྨད་གཡོག་གི་འདབ་ཀ་ཨེན་ཙམ་འཐེན་པ་དང། རྐང་བ་གཅིག་གི་སྟེང་ལ་རྐང་བ་གཅིག་བཙུགས་པ་ན། ལྷ་རྩ་ཐམས་ཅད་གྲང་དྲུང་གི་མིག་ལམ་དུ་མངོན་བྱུང། ལྷ་སྒྲོན་གྱིས་མིག་ཟུང་གི་ཉྭ་མིག་ཇི་བཞིན་འགུལ་རྒྱུ་ཅི་ཡང་མེད་པར་ཁོ་མོ་ལྷ་རྩེར་ལྟ་བའི་གྲང་དྲུང་ལ། ང་ཁྱོད་ལ་འདྲི་རྒྱུ་ཞིག་ཡོད་པས། ཞེས་སི་ཆིང་ལ་ཧབ་ཅིག་བྱས། འདྲི་རྒྱུ་ཅི་ཡོད་ངས་ཤེས་ཤེས་ཐམས་ཅད་ཁྱོད་ལ་མི་བཤད་ལ་ཟེར་ཤིག། ཅེས་གྲང་དྲུང་གིས་ལྷ་སྒྲོན་གྱི་སྐམ་ལག་ནས་བརྡལ། ད་ཅི་ཐེངས་སྐུ་ཞབས་ཀྱིས་ཁྱོད་ལ་གསང་གཏམ་ཅི་ཞིག་སྙན་ཞིང། ཞེས་ལྷ་སྒྲོན་གྱིས་དེ་སྐད་དྲིས་པ་དང་གྲང་གྲོང་གི་སྐམ་ལ་བསྐྱུར། གྲང་གྲོང་གིས་མིག་ཟུང་ལྷ་སྒྲོན་གྱི་ལུས་སྟོད་ལ་འཁོར་བ་ན། ལྷ་སྒྲོན་གྱིས་གོང་བ་མེད་ཀྱང་ཕུ་མཐོང་མེད་པའི་སྟོད་གོས་ཀྱི་འོག་ན། དུང་དཀར་ལྟར་འབར་ཡོད་པའི་ནི་ཟུང་དང། ཁྱད་གཡོག་ན་འོད་གཅིག་གིས་མངོན་པའི་ཁྱད་སྤུ་མཐོང་བ་དང། དུས་མཉམ་དུ། མོ་དྲུ་ཡིད་དུ་འོང་བ་ཞིག་སྣ་ནང་ལ་འཐིལ་བྱུང། ཁོས་རང་ཉིད་ཀྱི་རང་དབང་ལ་མི་ཡོང་བའི་ལག་གཡས་དེ། ལྷ་སྒྲོན་གྱིས་ནུ་འབུར་བར་གྱི་ནུ་ཤུར་ནང་ལ་བཏིང་ཞིང་ཁ་ནས། དེ་བྱས་ན་ལས་ཆོག་དེ་བྱས་ན་ལས་ཆོག་ཟེར། ལྷ་སྒྲོན་ནི་དུག་སྦྲུལ་གྱི་བདག་པ་ལྟར་ཕྱིར་རྒྱུས་ཏེ། ལག་འགུལ་གིན་མ་འདུག་ལག་འགུལ་གིན་མ་འདུག་ཟེར་བཞིན་ཡར་ལངས་བྱུང། ཀྲང་ཀྲོང་ནི་རྐྱང་ལྟོགས་ཀྱི་བཞིན་ལྷ་སྒྲོན་གྱི་སྟེང་ལ་འཁྱུང་སྟེ་ལྷ་སྒྲོན་ལུས་འོག་ལ་བཅུག་ཅིང། ལྷ་སྒྲོན་གྱིས་ཤུགས་ཡོད་ཚད་བྱུང་སྟེ་སྒུར་བ་ན། ཀྲང་ཀྲོང་གིས་ཁོ་མོའི་རྩ་འགྲམ་ལ་སྐྱི་སྒྲ་གྲག་པ་གཉིས་ཤིག། ཁོ་མོ་ནི་རུས་ཚིགས་འཐོར་བ་བཞིན་དུ་རྒོལ་ཡང་མ་ཕོད་པར་གྱུར། སྤྲང་སྤྲུང་རྔམ་དེས་ཁོ་མོ་རྒྱབ་ཀའི་ཐམས་ཅད་ཤི་ཞིང། ལྷ་སྒྲོན་གྱིས་ཕོ་སྐྱེས་ཡི་ག་ལོག་པ་དེའི་འོག་ནས་བློ་འགྱོད་དང་བཅས་མཆི་མ་འདོན་པ་མ་གཏོགས་བྱ་ཐབས་ཅི་ཡང་མ་རྙེད། ཕོ་མོ་སྐྱི་རུ་དེ་གཉིས་ཀྱིས་ལུས་ཐང་ཆད་རིགས་བར་དུ་འཕག་འཚག་བྱས་རྗེས། ད་གཟོད་ཁ་གཅིག་ཀྱང་མི་གྲག་པར་རང་གི་ས་ནས་གན་སྐྱིད་དུ་ཉལ། བཅའ་ཡིན་ཞིག་འགོར་རྗེས་ཁོ་གཉིས་ཀ་ཡར་ལངས་ཏེ་རང་རང་གི་གོན་རྒྱུ་གོན་པ་དང། ལྷ་སྒྲོན་གྱིས་ཀྲང་ཀྲུང་ལ། ད་ཁྱོད་ཀྱིས་ང་ལ་གསང་གཏམ་དེ་བཤད་ན་ཨེ་ཆོག་ཅེས་དྲིས། ཀྲང་ཀྲུང་གིས་ལྷ་སྒྲོན་ལ་ཐེ་ནི་སྐུ་ཞབས་ཀྱིས་ཁོ་ལ་བཤད་པའི་གསང་གཏམ་ཐམས་ཅད་གཅིག་ཀྱང་མ་ལུས་པར་བཤད། ལྷ་སྒྲོན་གྱིས་གོན་རྒྱུ་གོན་ཏེ་གོན་རྒྱུའི་ཕྱག་མཚམས་ཕར་བསྣོལ་ཚུར་བསྣོལ་ཞིག་བྱས་ཏེ། ཐེ་ནི་སྐུ་ཞབས་ཀྱི་ཁོག་པ་ནི་དུད་དྲག་ལས་ཀྱང་ནག་པས། ཁོས་དོན་དག་སྒྲུབ་ཆེད་རང་གི་ཕ་མ་བུ་ཕྲུག་ལ་དུག་འདི་རྒྱུར་ཡང་ཐེ་ཚོམ་ཡོད། དཔེར་ན་ཁོར་བློ་ཧ་ཅང་དཀར་བའི་དཔའ་བོ་མགོ་རྡོ་སྟག་འབར་གྱི་ལས་ལ་བལྟས་དང། ཐ་ན་ཤི་རྗེས་རོ་ཡང་གར་སོང་མི་ཤེས་ཞེས་པ་དང། གོ་ཁུག་ཡིད་དུ་འོང་བ་ཞིག་ལས་མེ་ལོང་དང་སྐག་ཚེ་བླངས་ཏེ། ངོ་ལས་བྱེད་ཀྱིན། དེར་བལྟས་ན་ཨ་ཅག་གིས་ཀྱང་རང་གིས་རང་ལ་ལམ་ཞིག་ལས་དགོས་ཟེར། ཀྲང་ཀྲུང་གིས་འཐེན་སྐུ་ཞིབ་ཀྱིས་དགའ་རོགས་ཀྱི་སྐད་ཆ་དེ་བཤད་པ་ལ། འདིས་བདག་གི་ཁ་ཉིལ་བ་ཡིན་ནམ་སྙམ་སྟེ་ཐེ་ཚོམ་བཏང་རྗེས་ཨོ་ལེ། ཁོང་གི་མཛའ་པ་ནི་ཨ་ཅག་ལྟ་བུའི་མི་ཕལ་བ་ཞིག་གི་རྟོགས་ག་ལ་ཐུབ། ཟེར་བཞིན་མིག་གིས་ལྷ་སྒྲོན་གྱི་བ་སོ་ལྟ་བུའི་བྱིན་པ་ལ་ལྟ་ཞིང། ལག་པ་དལ་གྱིས་ལྷ་སྒྲོན་གྱི་ལ་ཐོག་ལ་བཞག། ལྷ་སྒྲོན་གྱིས་ད་ཅིའི་དགའ་འགུལ་སྤྱོད་སྐབས་ཀྱི་སྤྲོ་སྣང་དེ་གཏན་ནས་བརྗེད་དེ། ཕྱིན་ཆད་ཁྱོད་ཀྱིས་འཐེན་སྐུ་ཞིབ་ཀྱི་བྱ་ལས་མཐའ་དག་ང་ལ་མི་འཆད་ན། ངས་དེ་རིང་ཁྱོད་ཀྱིས་ང་ལ་བཙན་གཡེམ་བྱས་པའི་གནས་ཚུལ་དུ་འཐེན་སྐུ་ཞིབ་ལ་མི་འཆད་ན་སྐུམ་ཅོག་གསུམ། ཞེས་ཀྲང་ཀྲུང་ལ་ཕུ་རྒྱག་ཅིག་བྱས་ཏེ་ཡར་ལངས་བ་དང། སྐབས་དེར་ཁྱོད་ལ་གླུ་སྐྱིད་པོ་ལེན་ས་ཞིག་ཡོད་གི་ལྟ་ཟེར་བ་དང། སེམས་ནས་འཇིག་རྟེན་ན་ཕོ་སྐྱེས་བཟང་བ་གཅིག་ཀྱང་མེད་པས་ངས་ཁྱོད་ཅག་ལ་སྤྲོ་བ་བསྐང་བ་དེ་ཁྲག་དང་མཆིན་པའི་སྐྱེན་ཚབ་སྤྲོད་དུ་མ་བཅུག་ན་ང་ཨ་མའི་བུ་མོ་ཞིག་མིན་སྙམ་ཞིང། གོ་ཁུག་དེ་ཁྲག་ལ་ཁུར་ནས་ཤི་འགོར་ལྡེམ་ཙམ་ལྡེམ་ཙམ་བྱེད་བཞིན་སྒོར་སོང། ཀྲང་ཀྲུང་ཡིད་ཙམ་ལ་ཧད་རྗེས་མལ་ཁྲིའི་འོག་གི་གོ་སྒམ་དེ་བླངས་ཤིང། ལྷམ་སྒྲོག་ཅང་ཤོར་དང་རྐང་ཤག་ཡར་བརྫིས་ཏེ། དྲི་ཞིབ་དང་བཅས་པའི་དྲི་མཐོང་ཞིག་ལ་ལྟ་ཙམ་བྱས་རྗེས་གོ་སྒམ་དེ་ལག་ལ་ཁྱེར་ཏེ་གོ་བོད། བཀྲ་རྡོར་ཞེས་མགུར་དམའ་ས་ནས་བརྡལ་ན་ལུག་རྣམས་སྔོ་རྗེས་ལ་བསྙགས་ཏེ་ཤ་ཤེད་ལྷུང་བར་དོགས་ནས། ལུག་བ་བྱས་ནས་བསྡད་ཡོད། ཉི་མ་དེར་ཁོའི་མིག་ཤ་གདངས་ཤིང་སྙིང་ཡང་མི་བདེ་བར་གྱུར། ཕྱི་དྲོ་ལུག་རྣམས་ལུག་ལྷས་ལ་བསྐྱལ་རྗེས་ཁྱི་དང་དཀར་ཞིག་ཡོད་པ་དེས་ཀྱང་ངུ་ཟུག་བྱེད་ཀྱིན་འདུག་གིས་དེ་རང་གི་ཐན་ལྟས་འདི་ཅི་ཞིག་ཡིན་ནམ་སྙམ་ཡང། རྣམ་རྟོག་ཅན་ལ་འདྲེ་རྒུད་འཁོར་ཞེས་པའི་ཁ་དཔེ་དེས་རང་བསམ་རང་གིས་བསྲེས་ཤིང། རྩམ་པ་ཞིག་དང་ཤ་སྐམ་འགའ་བསྲེས་རྗེས་མགོ་བོ་རུམ་ལ་བཏང་ནས་ཉལ་མོད། འོན་ཀྱང་གཉིད་སེར་བ་ཞིག་གཏན་ནས་མ་ཡོང། ཀྲང་ཀྲུང་གིས་རླངས་འཁོར་བསྐོར་ནས་ཤུགས་ལོང་མདོར་སླེབས་རྗེས་མི་ཡང་རབ་ལ་ཉལ་འདུག་ཁོས་རླངས་འཁོར་ལམ་འགྲམ་གྱི་ཕག་ལ་བསྐོར་ནས་སོང་སྟེ་སྦས་པ་དང་གོ་རྒུམ་དེ་ལག་ལ་བླངས་ནས་རླངས་འཁོར་ལས་བབས་ཤིང་རླངས་འཁོར་གྱི་སྒོ་འཕྲོག་སའི་སྟེང། དེ་ནས་ཁོས་མཐའ་སྐོར་ལ་ལྐོག་ལྟ་ཞིག་བྱས་རྗེས། སྦྱར་བྱ་ལེབ་མོ་དེ་ཐོད་ལ་ཐེ་ནས་ཤུགས་རླངས་ནང་ལ་སོང། ཡིན་ན་ཡང་གྲ་རྡོར་ཚང་གིས་གཤིན་རྗེའི་ལས་མཁན་ཁ་རོག་གེར་ཡོང་གི་ཡོད་པ་དེ་ག་ལ་ཤེས། རྒ་པོ་ལྟ་བུས་ཚ་བོ་པང་ལ་བཟུང་སྟེ། ཁ་རླུང་བཞིན་གོ་ཁའི་ཡར་རྒྱུད་དུ་བསྡད་པ་དང། འདིའི་མིག་དང་སྣ་ནི།

ཁྱོད་ཀྱི་ཨ་ཕའི་སྐུ་དངོས་སུ་སྤར་མ་ཞིག་ཡིན་པས་ཐ་ན་ཁྱོད་ཀྱི་སྐད་ཆ་བཤད་སྲོལ་དང་འགྲོ་སྲོལ་སོགས་ཀྱང། ཞེས་ལར་རྒྱ་གླིང་ཡུལ་མོ་ལ་དཔའ་མོས་འོ་བཟོས་ཁྱེར་ནས་ནང་ལ་སླེབས། ཨ་ལ། ང་མེད་ཤེས་ན་ཁྱོད་ཚོས་ཅི་ཞིག་བྱེད་བཞིན་ཡོད། སྦྲ་ཡི་མགོ་ཐོག་གི་སྦྲ་གཡང་འཁུར་ལ་ཁད་བྱེད་ཀྱིན་འདུག། ཅེས་དཔའ་མོས་ཨ་ཕའི་པང་གི་ཆས་བླངས་ནས་ནུ་མ་ལ་བབས་ན། ཁྱེད་ཀྱིས་ཁོའི་གྲུ་ཁ་ན་འོ་མ་བཞུར་གྱིན་ཡོད་ན་ཡང་ད་དུང་རྔམས་ཏེ་ལག་ཟུང་གི་ནུ་མ་མི་གཏོང་བ་རེད། ངེད་ཅག་ཁྱེད་ཀྱི་ཨ་ཕའི་དཔོན་གཞི་རྒྱག་པ་ལ་དགོས་ཀྱིན་ཡོད། ཅེས་རྟ་སྦིས་ཆུང་མས་དེ་སྐད་ཟེར་བ་དང། རྟ་སྦིས་ལག་ལ་ལྕགས་དཀར་ཡོལ་གང་དྲངས་ཏེ་འཐབ་མགོར་འོང་བ་དང་རིས་མ་ཞིག་དེད། བཟའ་མི་རྣམས་འོང་མིའི་འགྲམ་ན་སྤྲོ་གྱི་ལེར་བརྒལ་བྱུང། ཡིན་ན་ཡང་ཕྱི་རོལ་ནི་དེ་ལྟ་མ་ཡིན་ཏེ། ཀྲང་ཀྲུང་ནགས་ཡོལ་རེར་ཡོད་པའི་ལུང་བ་དེ་དེད་ནས་བྱ་ཡི་ནགས་བཞི་ཙམ་སོང་བ་ན་ལུང་བའི་འགྲམ་གྱི་གཡས་རོལ་ན་འབྲོག་ཁྱི་རྒྱལ་བོ་ཞིག་དང་མདུན་རོལ་ན་ནོར་ནག་དག་ཡོད་པའི་ནོར་ལྷའི་ཞིག་ཕུག་ན་མེ་ཨུལ་དམར་བླ་མའི་འཕྲོད་བཞིན་པའི་སྒྲ་ཐང་མིག་ཅིག་རྨིག་ལམ་དུ་མངོན་བྱུང། ཀྲང་ཀྲུང་གིས་གོར་སྒམ་ནང་གི་སྤྲུག་མདའ་ལག་ལ་བླངས་ནས་སྦྲ་ནག་གི་གམ་དུ་འཇབ། ཕྱི་རྒན་རྒྱལ་བོས་ཀྲང་ཀྲུང་མཐོང་བ་དང་ལྕགས་ཐག་སང་སང་སང་འཐེན་བཞིན་གཟིགས་བྱུང། ཀྲང་ཀྲུང་གིས་སྤྲུག་མདའི་ཁྱི་སྐྱོག་ཙམ་བྱས་པ་ན། ཕུག། སྒྲ་ཞིག་གྲགས་པ་དང་མཉམ་དུ། ཁྱི་རྒན་རྒྱལ་པོའི་ཡ་ཐོད་འདི་ཡག་གཏོར་ནས་ནར་སོས་ཟེར། དཔལ་མོ་སོགས་ཀྱིས་ཀི་རི་དང་ཁ་བརྡ་སོགས་བྱེད་བཞིན། དཔལ་མོ་སོགས་ཀྱིས་ཀི་རི་དང་ཁ་བརྡ་བྱེད་བཞིན་སྒོང་ཚ་འཐུང་གིན་ཡོད་པས། ཁྱི་རྒན་རྒྱལ་པོ་གསད་པ་ཡང་མ་ཤེས་སྟབས་པ་ཁ་སྦྲ་སྒོའི་ཕྱི་ལ་འཁོར་ཡོད་པས། གློར་དུ་མིག་ལམ་དུ་མིའི་གཟུགས་བརྙན་ཞིག་མངོན། ཁོ་རང་དེར་ཧ་ལས་ཏེ་མིག་གི་འཕུར་ཚུགས་སུ་བལྟས་པ་ལས། བཞི་ཙམ་ལ་ཁ་དྲག་རྒྱུའང་མེད་པར་གྱུར། བཟའ་མི་རྣམས་ཀྱིས་རྟ་བབས་ཧ་ལས་པ་མཐོང་བ་དང། ཁ་ཕྱིར་འཁོར་ཏེ་སྦྲ་སྒོར་བལྟས་ཚེ། ཁོ་བཙུར་སྟག་འཇིབ་ན་གྲིབ་གཟུགས་ནག་པོ་ཞིག་བླངས་འདུག་ཀྲང་ཀྲུང་གིས། བྲ་རྡོར་གང་ན་ཡོད། བྲ་རྡོར་ང་ལ་མི་སྤྲོད་ན། ཁྱོད་རྣམས་གཅིག་ཀྱང་ཐར་ས་མེད། ཅེས་འཐབ་མགོར་གྲིབ་འདེད་བརྒྱབ་པ་ན། འཐབ་མགོ་བདུད་ཚ་བས་གཏོར་ཏེ་འཐབ་མགོ་གསང་བ་གཡོ་ཞིང་འཐབ་ཆུ་འཐབ་ཀའི་ནང་ལ་འཕོ་བས། འཐབ་མེ་ལས་དམར་ཐལ་ལེ་དུ་སྤྲིན་འཁྱིལ་བ་དང། མེ་སྟག་ཁྱེད་ཀྱི་འདུག། དགྲ་ནང་ནག་ཐིམ་ཚེ་སོང། རྟ་བུས་མི་དེའི་རྩུབ་སྤྱོད་ལ་བལྟས་ན་ཡག་པོ་ཞིག་མི་ཡོང་ཁོ་ཐག་རེད། གང་ལྟར་ཀྱང་རང་ཉིད་ཕོ་རབ་ཅིག་ཡིན་པ་དང་གྲ་རྡོར་མེ་ཤེལ་དུ་བཟའ་མི་རྣམས་ཀྱི་ཧྲོག་མགོ་མ་ཁེབས་ན། ངའི་བྱིན་གྱིས་གྲ་རྡོར་གྱི་ངོ་ལ་ཇི་ལྟར་ལྟ་སྙམ་སྟེ་གློ་གྲི་བྱུང་ནས་ཀྲང་ཀྲོང་ལ་ཙག་ཙག་ཅིག་བྱེད་སྐབས། ཀྲང་ཀྲོང་གིས་ཚབ་ཚུབ་ངང། ཆུང་འཇིགས་བྲམ་གྱི་དཀོར་རྒྱག་ཅིག་བྱེད་པས། ཐ་ན་དཔའ་མོའི་པང་གི་ཁྱི་ལ་ཡང་ཨི་སྐད་ཙམ་ཡང་འགྱིང་ཧང་མ་བྱིན་པར་བཟའ་མི་གཞན་དང་མཉམ་དུ་རྔ་བའི་ལམ་དུ་བརྫངས། གྲང་གྲོང་གིས་དེ་མ་ཉིད་དུ་གྲུབ་མཐའི་ནང་ལ་གསང་འདི་ཉི་ཤུར་བརྫངས་ཤིང། བློ་ཁུག་ལས་རང་འབར་མེ་ཆ་བླངས་ནས་བཀར་བ་ན། ཕོ་མོ་རྒན་གཞོན་ལྔ་ཁྲག་ནང་ལ་སྦགས་ཤིང། ལུས་སྟེང་ན་ད་དུང་ཁྲག་མར་ལྷོག་ལྷོག་ལྷོག་གཞིར་བ་དང། ཁྲག་དྲི་ཁོལ་མའང་ཁྲག་གི་རླངས་པ་དང་མཉམ་དུ་ཁོའི་རྣ་ལམ་དུ་འཐུལ་བྱུང། ཁོས་ལུས་སྟོད་བསྒུར་ནས་ཤ་བོ་རེ་རེའི་སྔོ་ལ་ཞིབ་ལྟ་བྱས་རྗེས། སྨིན་མ་བསྡུས་ཤིང་ཁ་ནས། ཞེས་ཇོ་ནང་གི་བཀྲ་ཤིས་འབྱིན་པ་ལ་དཔོག་ན་ཧ་ལམ་ཁོའི་མཛད་རྗེས་ཀྱི་ནང་ལ་གྲ་རྡོར་མ་ཚུད་པ་ལོས་ཡིན་སྙམ། མི་ལ་ངོམ་ཆེན་མེད་པ་ནི་སུས་ཀྱང་ཤེས་མོད། འོན་ཀྱང་གྲ་རྡོར་ལ་མཚོན་ན་དགོང་མོ་དེར་གཉིད་མ་ཁུག་པར་མ་ཟད་ད་དུང་གཞན་གྱི་སྐུལ་བ་ལྟར་རང་དབང་མེད་པར་ལུས་ཁྱི་བསྐྱུར་ཅིང་བློ་རྟ་ངང་ཚེར་ལ་ཞོན་ནས་རང་ཁྱིམ་ལ་ལོག། བྲག་རྡོར་རང་གི་ཚེ་སྲིག་མདུན་རོལ་གྱི་སྒང་བརྒྱུད་ནས་འབུད་སྐབས། ཟླ་འོད་མོག་མོག་གི་ཁྲོད་ན་མི་ཞིག་གིས་ཁང་ཚང་གི་སྦྲ་ནག་བསློགས་ཤིང། ནོར་དང་བཅས་ཏེ་ནོར་ནག་རྣམས་སྦྲ་ནག་གི་སྟེང་ལ་འདེད་ཀྱིན་འདུག་ཁོས་མི་དེས་ནོར་ནག་རྣམས་དུར་སྨུག་སྔོ་ལོག་ལོག་བྱེད་པའི་སྦྲ་ནག་གི་སྟེང་ལ་འདེད་བཞིན་པ་མཐོང་བ་དང། སེམས་ལ་དེ་རིང་མ་བཟང་ཐ་སྙམ་སྟེ་རྟ་ལ་ཡོབ་རྡུང་ཞིག་བྱས་ནས་མི་དེའི་སྟེང་ལ་འཇུག། ཀྲང་ཀྲོང་གིས་རང་གི་ཉེས་པ་སེལ་བའི་ཆེད་དུ་བེམ་རོའི་སྟེང་ལ་སྦྲ་ནག་ལྷོག་ཞིང། སྦྲ་ནག་གི་སྟེང་ལ་ནོར་ནག་འདེད་བཞིན་དེ་རིང་བྲ་རྡོར་མ་བསོད་པའི་ཐན་སྐུ་ཞབས་ལ་ཕྲ་མ་ཇི་ལྟར་རྒྱག་སྙམ་སྐབས། རྟགས་བརྒྱབ་ནས་ཐག་དེ་རེ་ལྟོས་དམིགས་སྒྲ་གྲགས་བྱུང། དྲང་དྲུང་ནི་རང་ག་བ་ཞིག་ག་ལ་ཡིན། ཁོས་སྐྱ་མི་ཞིག་རྒྱུགས་ནས་ཡོང་བ་མཐོང་རྗེས་སྤྲུག་མདའ་གཡར་རྒྱག་པ་དང། འདི་ཉི་ཤུ་ཐམ་པ་སྐད་གཅིག་ཉིད་ལ་སྐྱ་མི་དེའི་སྟེང་ལ་བྱོལ། བྲ་རྡོར་གྱིས་མི་དེའི་ལག་པ་ཁོའི་ཕྱོགས་ལ་ཚད་པ་མཐོང་བ་དང། ལུས་སྟོད་རྟ་དགོང་ལ་བསྐྱལ་ཏེ་སྐད་ཅིག་ཉིད་ལ་རིམ་གྱིས་མགོ་སྐོར་ལངས། དྲང་དྲུང་གི་སྤྲུག་མདའ་ལ་དགྲ་ཡི་འཕྲུལ་གྱིས་སྤྲད་ཡོད་ན་ཡང། འདས་ཀྱི་ཤི་དགྲ་ཁོའི་མགོ་ཐོག་ནས་དྲག་གིན་འདུག་དྲང་དྲུང་གིས་གློག་ཆིག་ཆིག་བྱས་ནས་གྲུབ་མདའི་ཞབས་བཞུགས་ཀྱི་ནང་ལ་མདའི་རྫོང་སྐབས་དགྲ་རྡོར་གྱིས་མགོ་སྐོར་ཐོག་མདའ་འཕེན་འཕེན་བྱས་ནས།

ཡིན་ན་ཡང་ཁོའི་རྣ་ལམ་དུ་གྲགས་པ་ནི་དཔལ་མོའི་ཨ་ལན་མ་ཡིན་པར་སྤྱི་ཚགས་རླུང་གི་ཤི་སྒྲ་དང་ནོར་གནག་སོགས་ཀྱི་ངུ་སྒྲ་རེད། ཁོས་ཡིད་ངོར་བཀྲ་མི་ཤིས་པའི་གཉེན་རིའི་ཡ་ང་བ་ཞིག་ཤར་བ་དང་མཉམ་དུ་རྟ་ལ་ཞོན་ཏེ་ཀྲང་ཀྲུང་གི་རྗེས་སུ་བསྙེགས། ཀྲང་ཀྲུང་ནི་སྒ་མོ་འགྲོ་འགྲོ་དང་གློ་བོ་ལྡང་ལྡང་བྱས་ནས་རླུང་རྡོར་སླེབས་སྐབས། བྲག་རྡོར་ཡང་རླུང་ནག་ཚིམ་མ་གྱོན་བཞིན་ཁོའི་རྗེས་ལ་ཁྱོད་འདུག། མགོ་སྐོར་གྱི་མུན་ནག་གི་ཁྲོད་ན་ཨུར་ཨུར་ཨུར་དུ་གཡུག་གིན་ཡོད་ནའང། ཀྲང་ཀྲུང་གིས་སྣ་དབང་ལ་བལྟས་ནས་ཡར་འཛུལ་མར་འཛུལ་དང་གཡུལ་འཛུལ་གཡུལ་འཛུལ་བྱས་ཏེ། ཕ་བོང་གི་སྐམ་ལ་སླེབས་ཚེ། འདུས་མེད་པའི་གྲིབ་མདའ་གཡུལ་འོར་དུ་བྲ་རྡོར་གྱི་གདོང་ལ་ཤུགས་ཀྱིས་འཕངས་རྗེས། རང་ཉིད་ཕ་བོང་དེའི་ཕག་ལ་ལྡང། བྲ་རྡོར་གྲིབ་མདའ་གཟིར་བ་དང་རྟ་ཁ་དཀྲུགས་ཏེ་ཕ་བོང་དེའི་ཕར་རྒྱབ་ལ་མཆོངས་སྐབས། རླངས་འཁོར་གྱི་འུར་སྒྲ་གྲགས་བྱུང། མིག་ལ་ཚེར་བའི་འོད་སྣང་ཞིག་འཕྲོས་པ་དང་མཉམ་དུ། རླངས་འཁོར་ཞིག་ཁོའི་སྟེང་ལ་བསྐོར་ནས་འཇིགས་བྱུང། གཏམ་མཆོག་ངང་སེར་ཡང་རླངས་འཁོར་གྱི་འུར་གདོང་ཐད་ནས་གཡས་འགྲམ་ལ་ལྡང། བཀྲ་རྡོར་གྱིས་མགོ་སྐོར་བའི་གེགས་ནི་རླངས་འཁོར་དེ་གཡས་ཕྱོགས་ཀྱི་གློག་ཤལ་ཆེ་བ་དང་ཤེལ་སྒོ་ཞིག་སུ་བསླངས་སའི་གེགས་ན་ཡང་རླངས་འཁོར་དེ་ནི་ལྟར་རྒོལ་ཤ་མེད་ཅིག་དང་མཚུངས་པར་ལམ་ཆེན་ལ་ཞུགས་ནས་གདུན་དྲངས་སའི་རྒྱང་རིང་ལ་བྲོས། ངར་ཐོག་ན་ཡོད་པའི་གཏམ་མཆོག་གི་དབང་འཇུག་བྱས་ཏེ་དེང་རབས་ཀྱི་འགྲིམ་འགྲུལ་ལག་ཆ་དེ། འཁོར་ལོ་བཞི་ཅན་གྱི་རླངས་འཁོར་གྱི་རྗེས་ལ་ཧ་རམ་ཟླ་འཇིགས་གྲུབ་བྱས་མོད། འོན་ཀྱང་བཀྲ་རྡོར་གྱིས་ཐང་གི་གྲུབ་མཐའ་བླངས་ཏེ་ལུང་བའི་ནང་ལ་སོང། མགོ་ཐོག་ན་གནམ་སྔོན་པོ་ཞིག་ཡོད་ན་སྐྱེས་འགྱེད་རན་དང། འཇིག་རྟེན་ན་ལྷ་ཞིག་ཡོད་ན་རྒྱུ་འབྲས་ཀྱི་རྒྱ་མ་འཛིན་རན་རེད། ཡིན་ན་ཡང། འཇིག་རྟེན་དུ་དཔྱིད་རླུང་གི་འུར་སྒྲ་མ་གཏོགས་ཅི་ཡང་ཐོས་རྒྱུ་མེད་ལ། ནགས་དེ་བས་ཡོད་པའི་ཁོར་ཡུག་མ་གཏོགས་ཅི་ཡང་མཐོང་རྒྱུ་མི་འདུག་འཇིག་རྟེན་གྱི་བྱ་བ་ཐམས་ཅད་དངོས་མིན་དགོད་བྲོ་བ་ཞིག་རེད། བྲ་རྡོར་སྐྱོར་སྡུག་གི་ནང་ལ་ལྷུང་སྟེ། མུ་མཐའ་མེད་པའི་རྩྭ་ཐང་ན་མི་རྐྱང་སྤྲ་རྐྱང་བྱས་ནས་དཀར་ཁྱིམ་རྡུལ་ཁྱིམ་མེད་པར་ཡོད་སྐབས། རྫོང་སྤྱི་བདེ་ཅུས་ཉེས་དོན་དེ་ཤེས་ནས་སྤྱི་བདེ་མི་སྣ་འགའ་ཤུགས་ལངས་ནང་ལ་མངགས། སྤྱི་བདེ་མི་སྣ་རྣམས་ཀྱིས་ཉེས་དོན་བྱུང་བའི་ཁོར་ཡུག་དང་མི་རོ་རྒན་གཞོན་སྔ་དཔར་ལ་བཏབ་ཅིང། མིག་ལམ་དུ་འགྱུར་བ་མཐའ་དག་ཟིན་བྲིས་ལ་འགོད་རྗེས། ལྟ་བུའི་ཉེས་མི་དང། རུལ་སྐོར་རྣམས་ཀྱིས་ཤི་བའི་གནས་ཚུལ་ལ་སྣང་དོགས་ཙམ་ཡང་མི་བྱེད་པར་དམིགས་བསལ་གྱི་མེས་བོ་ནི་གྲལ་རྡོར་ཡིན་པ་ཐག་གིས་བཅད་པ་དང། ཕྱོགས་བཞི་མཚམས་བརྒྱད་ལ་གྲལ་རྡོར་གཉེར་དུ་འཛིན་དགོས་པའི་བརྡ་ཁྱབ་དང། གྲལ་རྡོར་སྡུག་ལ་ཐུག་སྟེ་གནམ་ཨར་སྔོན་བས་ཀྱང་ཨར་ལན་མེད་པ་དང་ས་དོག་མོ་མཐོ་ལ་བཏུག་ཀྱང་སྙིང་རྗེ་མེད་པའི་སྐབས་དེར། ཁོའི་སེམས་ལ་ད་ཅི་བྱས་ཀྱང་རང་གི་ལས་དབང་ལ་ལྡོག་ཐབས་མི་འདུག། ཤི་བོ་ཤི་ཚར་ཡང་གསོན་པོ་གསོན་ཐུང་ནས་སྡོད་དུ་མི་འཇུག་ན། རྒྱུ་མ་མི་ལ་ཟ་རྒྱུ་མེད་པ་དང་རྒྱུ་ཁུ་ཁྱི་ལ་འཚོང་རྒྱུ་མེད་པ་ཞིག་བྱས་ནས། ཟས་ལ་ཟས་ལེན་དང་ཚིག་ལ་ཚིག་ལེན་ཞིག་སྤྲོད་དགོས། དེ་མ་བྱས་ན། མི་དཀར་མགོ་ཡི་ཤ་ནག་འཕུལ་མི་ཐུབ་པར་མ་ཟད། ཤི་བོ་ཐམས་ཅད་ཀྱི་མིག་ཀྱང་བཙུམ་མི་ཐུབ་སྙམ་སྟེ། ཨ་རམ་གྱི་གྲུབ་མཐའ་ལ་ལྟ་ཙམ་ཤེས་པ་དང། རྟ་ཁ་དཔལ་ལྡན་རྫོང་དུ་བསྐོར་ཅིང་ཡོབ་གདོང་ཞིག་ཤེས་པ་ན་གཏམ་ཕྱོགས་ནི་ཧོག་ཆེན་གྱི་མདའ་འཕང་བ་བཞིན་མི་ནག་ཁྲོད་ལ་ཐིམ། དཔལ་ལྡན་རྫོང་གི་ཧྲང་རྡོ་ཞིག་ན་ན་གཞོན་མགོ་སྟོང་ཞིག་ཞོགས་པའི་ཁ་དབུགས་ཀྱང་ལུས་ཀྱི་ངལ་དུབ་སེལ་མ་ཐུབ་པར། སླར་གྱི་འགའ་ཤས་དེ་ཁ་ཕྱིར་འཁོར་བ་དང། ཁྱོད་ལ་ཚོང་ཅི་ཞིག་ཡོད། ཅེས་ཁོའི་མདུན་རོལ་ན། སྒོར་བརྒྱ་བཞག་ལེབ་མོ་གྱོན་ཡོད་པའི་འབྲོག་པའི་སྐྱེ་བ་ཞིག་བླངས་འདུག་སྤྱིར་ཡིན་ན་ན་གཞོན་དེས་ཁ་ཡ་ཙམ་ཡང་བྱེད་རྩིས་མེད་མོད་འོན་ཀྱང་འབྲོག་པ་དེའི་འོད་སྣང་འཚེར་བའི་མིག་ཟུང་དང། གཏམ་གཅིག་གིས་གཡོས་པའི་མ་མགུལ་གྱིས་ཁོ་རང་དབང་མེད་པར་ཁ་དྲག་ཏུ་བཅུག་བྱུང། ཁྱོད་ལ་ཚང་ཅི་ཟིག་དགོས། འབྲོག་པ་དེས་གྲ་སྡུར་དྲན། ཁོས་ཀླུ་མོ་དང་དཔལ་མོ་སོགས་དམར་གསོད་བྱེད་མཁན་ནི་ནག་ཚོང་ཚོགས་པ་དེ་ཡིན་པས། ཚོགས་པ་དེའི་རྩ་ནས་རྒྱལ་ཁྲིམས་ལ་འགལ་བའི་ནག་ཚོང་བསྐྱར་བཅོས་དགོས་སྙམ་སྟེ། ང་ལ་མེ་མདའ་ཞིག་མཁོ་བས་མེ་མདའ་བཙོང་རྒྱུ་ཨེ་ཡོད་ཅེས་དྲིས། ཨ་ལ། མེ་མདའ་བཙོང་རྒྱུ་ཞིག་གང་ན་ཡོད། ཅེས་ན་གཞོན་དེས་བཀྲ་རྡོར་གྱི་རྣ་རྩར་བལྟས་ནས་ངོ་མས་ཨ་ཁུ་འབྲོག་པ་མི་ཟེར་ག་མེད། མེ་མདའ་ཡི་ཚོང་ནི་རྒྱལ་ཁྲིམས་ལ་འགལ་བའི་ནག་ཚོང་ཡིན་པས། རྒྱལ་སྲུང་ན་སྐུ་ལ་བརྒྱབ་སྟེ་འགྲུལ་བསུ་ཞིག་གང་ན་ཡོད་ཟེར། ང་ཨ་ཁ་འབྲོག་པ་སྒོར་མོ་ཡོད་ན་མེ་མདའ་ཞིག་ཉོ་མི་ཐུབ་གི་ཟེར་ན་རྣ་ལ་ཡང་མི་འགྲོ་བ་ཞིག་རེད་ཅེས་གྲ་སྡུར་གྱིས་དེ་སྐད་བཤད་པ་དང་འགྲོ་གྲབས་བྱས། ན་གཞོན་དེས་འབྲོག་པ་དེའི་ཁྱད་གསོད་ལ་བལྟས་ན་འབྲོག་པ་རྒྱུ་སྟོབས་ཅན་ཞིག་ཡིན་ཁོ་ཐག་རེད། ནོར་ལྷ་རྒྱལ་སྒོ་ནང་ནས་ཕྱིར་བྲོས་པ་ནི་མར་ཁ་ནང་ནས་མ་ཤི་བ་རེད་སྙམ་སྟེ་རེམ་པར་གྲ་སྡུར་གྱིས་ཕུ་ཐུང་ལ་འཇུས་ནས་སྒོར་མོ་ཡོད་ན་མིག་ལྕི་སྐམ་པོ་བཙོང་རྒྱུ་ཡོད་པས་མེ་མདའ་བཙོང་རྒྱུ་ལས་ཡོད། རྒྱུ། ཞེས་བཀྲ་རྡོར་ཧྲང་ཅོག་ཅིག་ཏུ་ཁྲིད། ཧྲང་ཆེན་ཧྲང་ཆུང་སྒར་གྱི་དེ་ལྷའི་རྭ་ཆུང་ངམ་མིག་ལ་མི་ཐོགས་པ་ཞིག་ཏུ་སོང། ན་གཞོན་དེས་ཤིང་སྒོ་ཞིག་བྱས་ཏེ་བཀྲ་རྡོར་ནང་ལ་བསུས། དགའ་པོ་ཁ་ཡག་འཛུམ་ཡག་ཅིག་གིས་བརྙན་འཕྲིན་འཕྲུལ་ཆས་བཟུམ་ཞིང་འབོར་ཁྲི་རྙིང་བ་ཞིག་ལས་ཡར་བླངས།